སྒྲིག་འཛུགས་ལ་བསྐྱར་དུ་འབོད་སྐུལ་ཞུ་དོན་དུ་བོད་མིའི་སྒྲིག་འཛུགས་ནས་ཞལ་འདེབས་སྒོར་འབུམ་ལྔ་གནང་མི་དགོས་པ་དང། དེའི་ཚབ་ཏུ་ཀལ་མི་ཀིའ།
ཤོད་དུས་དགེ་རྒན་ལྷ་རོང་པ་གོ་བློ་བཟང་ཕན་བདེ་ལ་ནི་རིགས་རྣམ་རྒྱལ་སོང། དཔའ་ལྡན་ཚོགས་གཙོ་མཆོག།

སྦྱོར་སྦྱོང་བློས་གཏོང་དེ་ལས་བལྟས་པ་ཡིན་ན་རང་ཉིད་ཀྱི་སྦྱོར་བཅུའི་བར་དུ་བསྲུང་བཅོས་བྱེད་སྟངས་ཆགས་འདུག་སྐབས་བཅུ་དྲུག་སྐོར་ལ་ཡར་ཞུ་ཐེངས་ཆེ་ནི་ལོ་ལྔ་འགྲོ་བ་ཡིན་དེ་འདྲའི་བྱེད་སྟངས་དེ་ཡོད་མ་རེད། རྩིས་གཞི་སྙུན་ཐོའི་ནང་ལོགས་ལས་ཡར་སྒོར་རི་ཁྲི་བརྒྱད་དང་སྟོང་མན་དྲུག་ཁྲི་དེ་མུ་མཐུད་ནས་རྒྱུག་ཆུང་གི་རྩེ་ཙོང་བཟོ་དགོས་ཟེར་ནས་གསུངས་ཡོད། དེ་བྱེད་དུས་གང་ལ་རང་ཉིད་ལ་སྦྱོར་བཅུའི་ཡོད་ཉེན་གྱི་རྒྱུས་ལངས་ཆ་ཚང་བཅོས་འདུག་པ་ཡིན་ན་དེ་རྩ་བ་ཉིད་ནས་འགྲིག་གི་མ་རེད་ཟེར་ད་ལྟ་བར་དུ་ལས་རིན་གནང་ཤག།

ད་ལྟའི་ལས་ཐུགས་ཀྱི་སུད་སི་བཅོས་བསྒྱུར་བྱེད་མཁན་གཅིག་བཀོད་ལུགས་གཞུང་རིང་འདྲ་བོ་ཅིག་དེ་ལ་མ་བཅོས་དེ་ན་དེ་ལའང་ལུགས་སྲོལ་ངན་པ་ཆགས་ཀྱི་རེད་ད། གོ་ཐིག་ཞུ་ཡ། འདི་རིགས་རྣམས་ཀྱང་གསུང་ཡས་བས་ད། ཨཱ། དེ་ཐུགས་རྗེ་ཆེ་ཙེ་གནང་ན་ཡག་པོ་འདུག་བསམ་གྱི་འདུག་ཀུ་རེ་ཤི་དུས་ཚང་མ་ལ་དགོངས་ཚུལ་གསུང་ཡ་གི་ཐོབ་ཐང་ཡོད་རེད་བ། དེ་ལན་རྒྱག་མཁན་གཅིག་གི་ལན་རྒྱག་དགོས་བ་རེད། ད་ཐུགས་རྗེ་ཆེ་ཙེ་གནང་ན་ཡག་པོ་འདུག་མ་ད་གྲོས་ཚོགས་འདི་འདྲས་འགྲོ་བསྡད་བ་ཡིན་ན་ཨཱ་ནི་ཁ་བོ་ཞི་བོ་ཆགས་ཡ་རེད་བྱས་ད། དེ་འདི་ཚང་མ་དགོངས་པ་གཞན་ནས་ཡིག་ཐོག་ག་རེ་འདུག་འགྲེལ་བཤད་ག་རེ་རྒྱག་དགོས་འདུག་དེ་དགོངས་པ་གཞན་ནས་ནི་དེ་བསམ་གྱིས་བཤད་ཐུབ་ན་ཡག་པོ་རེད་བསམ་གྱི་འདུག། བ་བདེ་སྲིང་ཞུ་མཆོག་དེ་དབྱིན་ཇི་མན་གྱི་ཀློག་དགོས་དགོས་འདུག་མི་འདུག་གཟིགས་རོགས་གནང་ངས་དོན་དག་དེ་བར་སྙན་སེང་ཞུ་ཐུབ་བ་ཡིན་ན་དེ་འགྲིག་མེད་སྣང་བསམ་གྱི་འདུག།
བཟོ་ཆོག། འདིའི་སྐོར་ལ་གྲོས་ཚོགས་ནང་ལོགས་ལ་གླེང་པའི་སོང་ཙང་ཞུ་གི་ཡོད་མ་གཏོགས་གཅིག་གི་སྙན་ཐོ། ལས་ཁུངས་ཉིས་བརྒྱ་སུམ་ཅུ་སོ་གཉིས་ཀྱི་སྙན་ཐོ་ཡོད་རེད། དེ་ནང་ལོགས་མིང་མང་པོ་ཡོད་རེད། མིང་འབུར་དུ་བཏོན་ནས་སྨོས་དགོས་ཡས་ཀྱི་རྒྱུ་མཚན་ག་རེ་ཆགས་ཀྱི་ཡོད་རེད་དེ་ཚང་མ་ལོགས་འཇུག་སྐྱོང་བྱེད་པའི་སྐབས་དེ་ལ་ཡོང་ཡས་གཅིག་རེད་བ། ད་ད་ལྟ་དེ་ལ་རྒྱབ་སྐྱོར་བྱེད་ངེས་དང་མ་བྱེད་ངེས་དང་དེ་འདྲའི་གནས་ཚུལ་མང་པོ་གསུངས་འདུག་དེ་ང་དབྱེ་བ་ཕྱེ་གི་མེད་ཕྱིན་ངས་ཞུ་གི་ཡོད་ད་ལྟ་དེ་ངས་ལན་དེ་ངས་ཀྱིས་བཟོ་ནས་སྐྱོར་གི་ཡོད་མ་རེད།

ནོར་ལྡན་འདྲ་ཞིག་གསུང་ཡ་ཡིན་ན་ཨ་ནི་གསུང་ན་ལ་དེ་འབྲེལ་བ་ག་ཆགས་ཀྱི་ཡོད་མེད་གནད་དོན་ག་འདྲ་ཆགས་ཀྱི་ཡོད་མེད། དཔའ་འདེད་ཚོགས་གཞོན། གྲོས་ཚོགས་ཀྱི་ར་བ་འདིས་གནས་ཚུལ་གཅིག་གླེང་བར་འགྲོ་བ་ཕྱིན་ན། དེ་གཙང་མ་བཟོ་ས་ཀྱི་ར་བ་ཅིག་ལྟ་གི་ཡོད། གནས་ཚུལ་ག་རེ་གླེང་བ་ཡིན་ན་དེ་གཙང་མ་བཟོ་ཡ་རེད་ལ་ཡ། སྟེང་ཆ་གཅིག་ལྟ་གི་ཡོད་མ་རེད་ཅིག་གི་ཡ་མེད་ན་དེའི་སྐོར་ལ་དང་པོ་ནས་གླེང་མ་བཅུག་པ་ཡིན་པ་ཡིན་ན་ཨ་རི་ཡང་བསྐྱར་དེ་འབྱོར་བཀའ་ཤག་གི་བཤད་དགོས་ཡའི་རྒྱུ་མཚན་ཁོ་རང་ཡོད་མ་རེད། གྲོས་ཚོགས་དེ་ནང་ལ་གླེང་བཅུག་ཚར་བའི་རྗེས་ལ་དེའི་སྐོར་དེ་ལ་ངེད་ཀྱི་གཞན་པ་ཡིག་ཆ་གང་ཡང་ཀློག་གི་ཡོད་མ་རེད་དེ་གཞུང་འབྲེལ་གྱི་རྩིས་ཞིབ་ལས་ཁུངས་ཀྱི་ཡིག་ཆ་རེད་དེ་མ་རེད་ཅིག་གི་དེ་ཀློག་པ་ལ་ཡང་ཤུགས་གཅིག་དང་ཕྱེད་ཀ་གཉིས་བྱེད་དུ། དེ་སློབ་པ་ལ་ཡང་ཞི་བ་ཅིག་ཆད་པ་བཟོ་ཡ་མི་འདུག་ཟེར་དགོས་ཡང་བཟོ་དགོས་ཡ་མི་འདུག་བ་ངོ་ནས་བྱས་ན་ད་དཔལ་ལྡན་ཚོགས་གཙོ་མཆོག་གི་དེ་བཀའ་གནང་གི་ཡོད་པའི་སོང་ཙང། དོན་དག་འདི་ཚུར་དངུལ་ཡོང་ཡ་འདི་བཀའ་ཤག་ནས་འབུམ་ལྔ། ཨནི། གཞུང་འབྲེལ་མ་ཡིན་པ་ཚོགས་པ་འཛུལ་ནས་སྟོང་ཕྲག་ལྔ་བཅུ་ང་ལྔ་དང། ལྔ་བཅུ་ང་དགུ་བསྡུས་ཞག་ཕག་འགྲོ་སོང་བཏང་ཡ་འདི།
ད་ལས་རིང་མར་འགྲོ་བཅུག་ན་ཡག་པོ་འདུག་བསམ་གྱི་འདུག། སྤྱི་འཐུས་དགེ་བཤེས་ལྷ་རོང་པ་གོ་བློ་བཟང་ཕེབས་ནས་ལ་ལས་རིགས་རྣམ་རྒྱལ་སོང་ན་ད།
གང་ལྟར། འདིའི་ནང་ལུགས་ལ་ལས་རིང་རྒྱ་ཆེ་མང་ཚོགས་ཀྱིས་གཟིགས་དགོས་ཀྱི་འདུག། བཀའ་ཤག་ལ་འབུལ་ཡོད་པ་དེ་དཔོན་རྒྱུན་ལས་ཁང་རེད་དཔོན་རྒྱུན་ལས་ཁང་གི་སྔོན་རྩིས་ནང་ལོགས་ལ་ཡང་འབྲུ་གསུམ་སྔོན་གཏོང་དང་བཀའ་ཁྲིར་འབྱོར་ཤུལ་སྐོར་ལ་ཡང་བཀའ་ཤག་གོང་མ་སྐོར་ལ་བྱུང་འདུག་འདུག་འདུག་ད་ལྟ་བཀའ་ཤག་ལ་འགྲོ་དགོས་མེད་ཟེར་ནས་ལན་དུ་འཇོག་སོང་འཇོག་བྱུང་ཁོ་ཡག་ཡོད་ན་དཔོན་རྒྱུན་ལས་ཁང་གིས་དེ་སྐོར་ལ་མཁོ་དགོས་རེད་མ་ད་གང་ཟག་སྒེར་པ་གཅིག་གསུང་ཆོས་བྱས་ནས་མཁོ་དགོས་མ་རེད་དགོངས་པ་བཞེས་འདུག་ནང་བཞོན་ལས་རིགས་དེ་རང་ཡིན། ཁྱེད་དེ་རྩ་གནས་སུ་དེ་འདྲུ་བཀྲ་ཤིས་ལ་ལས་རིགས་རྣམ་རྒྱལ་སོང་ན།
བཀའ་བསྟན་རྫོགས་སོ་ཅོག། ད་ལྟ་ང་ཚོས་ལས་རིམ་ནམ་བཞག་འདི་ལ་དུས་ཚོད་ཅིག་ཚང་མ་གི་དོ་སྣང་སྤྲད་ནས་གནས་རིན་ཐང་ཆེར་བྱས་ན་ཡག་པོ་ཡོད་རེད། ང་ཚོས་ཚོགས་འདུའི་ལས་རིམ་འགྲོ་ཕྱོགས་དང་དུས་ཚོད་ཀྱི་ནང་ལོགས་ན་ལས་རིམ་ནམ་བཞག་དེ་བྱས་ཡོད་ཡིན་པ་ན་ཁྲིམས་དང་སྒྲིག་གཞི་གང་འགལ་གྱི་ཡོད་ན་དེ་བཤད་ཡ་རེད་མ་གཞི་ལས་རིམ་ནམ་བཞག་གི་གོ་སྐབས་འཇུས་ནས་གསལ་བཤད་བྱས་ཡ་མ་རེད། འདུག་ཅེས་མ་འགྲོ་ཡ་ན་ད་དུང་ཉི་མ་ལྔ་ལྷག་སྡོད་ད་དཀའ་ངལ་ཆེ་རུ་འགྲོ་གི་གདའ། ལས་རིམ་ནམ་བཞག་གསུང་ཐུབ་ན་ཡག་པོ་འདུག་བ་དེ་སོ་སོ་ཀྱི་གོ་སྐབས་བཞེས་སྟངས་དེ་ལྟེ་བ་ཡིན་ནའང།

དེང་གི་དེ་དཔལ་ལྡན་སྲིད་སྐྱོང་མཆོག་ལས་ཤུ་གུ་གཅིག་ལོ་ཡའི་གོ་སྐབས་དེ་གནང་མ་སོང་འདི་ངས་ང་རས་ཀྱིས་མཐོང་ཚུལ་བཤད་པ་དང་ངས་དྲང་པོ་ཟེར་ཁས་མཐོང་མ་སོང་ལས་རིགས་ནམ་ཞར་ཞིག་གི་ཐོག་ནས་བཀག་པ་བཟོ་ཚར་བ་ཞིག་མཐོང་སོང།
ད་ད་མ་སོང་ན་དེ་ཚོ་སྐབས་དང་དུས་ལས་ཆ་ཤས་བཞེས་རོགས་གནང་དེ་ཚོ་མ་མ་མནར་དེ་ན་ཨ་ནི་ཡོང་གི་མི་འདུག་ཨ། ཡར་ལོངས་ཨ་ད་བཀའ་མོལ་ག་རེ་གསུང་ན་གསུང་ཡ་གོ་གོ་ཡོད་རེད་བསམ་བསམ་རྩ་བ་ཉིད་ནས་དགོངས་པ་མ་བཞེས་རོགས་གནང། ལས་རིགས་དང་འབྲེལ་བ་ཡ་ཅོ་དེ་ཡིན་གཅིག་མིན་གཉིས་གསུང་རོགས་གནང། འབྲེལ་བ་མེད་ཅོ་དེ